ང་ཕྱི་ལོགས་ནས་ཡོང་བའི་མི་གཅིག་གི་ངོས་ནས་ཨེ་ནི་འདུག་ཅེས་ཞུས་པ་ཡིན། འདི་འཛམ་གླིང་ནུབ་ཕྱོགས་ལུང་པ་དེ་སྔོན་ངའི་ལ་ཡབ་མི་ཕ་མེས་ཀྱི་ཆོས་དེ་ཡི་ཤུའི་རེད། ཨན་ཁ་ཚེ་ཏོག་སུ་ཡོད་ཀྱི་རེད། རྗེའུ་ཆུ་ལུག་ཏོག་སུ་ཡོད་ཀྱི་རེད་གཙོ་བོ་གཙོ་བོ་ནི་ཡི་ཤུ་རེད་དེ་འདྲའི་གཅིག་གིས་ད་ཆུ་ལུག། ཡོད་སའི་ལུང་པ་གཅིག་གི་ནང་ལ་ཡ། ད་ལྟ་ང་ཚོའི་འདུག་བྱེད་ཚོགས་དེ་དེ་གི་དེ་ཚང་མ་ལོ། ཨེ་ནི་ནང་ཆོས་དང་འབྲེལ་བ་ཆེ། ཨེ་ནི་སྒྲོལ་མ་འབུམ་སྡེའི་གསར་སྒྲུབ་ན། འོ་དེ་འདྲ་དེ་འདྲ་ཅིག་ཡོད་ཡིན་དུས། དེ་ཅིག་འཚོ་བ་རུ་དེ། ཨེ་ནི་དམིགས་བསལ་འཚོ་བ་རུ་ཅིག་ད་རང་ཤོག་གི་ཡོང་གི་འདུག་ད། གཞི་ཡི་མལ་ས་ལ་གཞི་ཡི་གསར་བ་ཆགས། སྔས་མ་ནང་ཆོས་དར་ཁྱབ་ཁྱོན་ནི་མལ་ས་གཅིག་གི་ནང་ལ་ཡང་ནས་ནང་ཆོས་ཀྱི་ཧི་མ་ལ་ཡའི་རི་རྒྱུད་དང་བོད་གངས་ཅན་གྱི་ལྗོངས་ཀྱི་ཕྱག་སོར་ནང་བཞིན་གྱི་གདུག་བྱེད་དུ་ཚོགས་བཅས་ཡང་ནས་དགེ་འདུན་པ་དུ་ཚོད་ཚོགས་མི་མང་དུ་ཚོད་གདུག་བྱེད་མཉམ་རུབ་འདོན་པ་འདོན། ཅིག་འདྲ་ཅིག་འདྲ་བ་ཡིན་ན། དེ་ཧི་མ་ལ་ཡའི་གི་དགོན་སྡེ་ཁག་དང་བོད་གངས་ཅན་ལྗོངས་ལ་ཡང་ནས་སྔས་མ་མང་ཚོགས་ཚོགས་དུས་འདི་འདྲ་ཅིག་ཚོགས་བསྡད་པ་དེ་ནང་བཞིན་གྱི་ཡང་ནས་ནིའུ་ཡོག་འདི་འདྲ་ཅིག་ལ་ཡང་ཚོགས་བསྡད་ཡ་ད་དེ་གས་དེ་ང་ཕོར་བ་གཅིག་གི་ངོས་ནས་ཞུས་པ་ཡིན་ན། ཅི། སེམས་འདི་ལ་ཡང་སྔ་དྲོ་བོ། ཅི། ད། ཅི། རྗེས་སུ་ཡང་སྐྱེ་ཡ། དཔལ། དུ་འཚོ་བ་བཟང་པོ་སྐྱེལ་ཡ། ཨ་ནི་མང་ཚོགས་ཚོ་ཡིན་ནའི་དཔལ་དུ་ཚང་མ་ལོ་ཞའི་བཙུན་མོ་ཆུ་ཤུགས་བཞག་པ་མ་ཡིན་པ་སྒྲོལ་མ་འུར་ཆིལ་ཆིལ་གསུང་ཡ་ཡོད་དེ་བ་འོ་འདི་གས་དེ། ཅི། དང་བ་འཕེལ་བར་འགྲོ་བ་ཅིག་གི་འཚོ་བ་ཅི། ཡོང་གི་འདུག། ད་ཁོ། དངོས་ཡོད་གནས་སྟངས་རེད་བ་ད་དེ་དངོས་ཡོད་གནས་སྟངས་ཀྱི་ཐོག་ད་དེ་འདྲི་ཅིག་ཡོད་བསྡད་པ་ཅིག་རེད། ད་འདི། དཔལ་དེ་ཕུགས་རྩ་གྲུབ་ཅིག་ཡག་འདུག་བཤད་ཡ་དེ་ཡོད་དུས། རྒྱལ་བ་ཡིད་བཞིན་ནོར་བུ། ལྔ་བཅུ་ང་དགུའི་སྐབས་ལ་ཡ། ཨ་ནི་མིང་བོད་པའི་བསོད་ནམས་ཅིག་གི་ཐོག་ནས་ད། རྒྱ་ལག་ལ་མ་ཤོར་བར་ཨ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་ཞབས་སོར་འཁོད་ཐུབ་པ་ཅིག་བྱུང། མཛད་པ་འཕྲིན་ལས་རྒྱས་ཐུབ་པ་ཅིག་བྱུང། ཕེབས་རྗེས་སུ་འབྲང་བས་ཀྱི་ད་བོད་མི་འབུམ་ཚོ་ཟིན་མ་ཟིན་ཅིག་ཡོད་བསྡད་པ། འོ་དེ་གི་དེ་ཚང་མ་ལོ་དངོས་གནས་ཆོལ་ཁའི་དབྱེ་བ་མེད་པར་ཆོས་ལུགས་དབྱེ་བ་མེད་པར་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཅི་གསུང་གི་འོག་ལ་ཡང་ཤར་སྐྱོད་ཅིག་གི་ཐོག་ནས་ཨ་ནི་དངོས་གནས་དྲང་གནས་ཀྱི་གཞིས་མེད་ས་ལ་གཞིས་གསར་པ་ཞིག་ཚུགས་རྗེས་ད་བོད་བོད་མི་བཙན་བྱོལ་གཞུང་རྡ་རམ་ས་ལ་རུ་ཚུགས། བླ་གྲྭ་ཁག་ཚུགས། གཞིས་ཆགས་ཁག་ཚུགས། དགོན་སྡེ་ཁག་ཚུགས། ཨོ་བཟོ་ལས་ཁག་ཚུགས། ཨོ་ད་དེ་འདྲས་བྱས་རྗེས་ཨོ་དངོས་གནས་བོད་མི་མང་ཚོགས་ལ་ཡང་དེང་དུས་ཀྱི་ཤེས་ཡོན་ཡོད་བསྡད་པ། ཡི་གེ་འབྲི་ཀློག་ཐུབ་པ། རིག་གཞུང་རྒྱལ་རབས་ཀྱི་ལོ་རྒྱུས་དུ་ཚོ་གང་ལ་གང་འཚམ་ཤེས་རྒྱུ་ཡོད་བསྡད་པ། ཨོ་ད་དེ་འདྲས་གཅིག་གིས་ད་ལྟ་འདྲ་བ་ཅིག་ཞུས་པ་ཡིན་ན་ངའི་མི་ལོ་ཚད་དེ་རེད། ངའི་ལོ་ཚད་དེ་གའི་དེ་ཚང་མ་ལོ་ད་ལྟ་དཔེ་རྐང་ཟིན་གནང་མཁན་དེ་གའི་དེ་ཆགས་ཀྱི་ཡོད་རེད་དཔེར་ན་ང་ལྔ་བཅུ་ང་དགུ་སྐབས་ལ་ལོ་ལྔ་རེད། ཧོ། ལོ་ལྔ་ད་ལོ་ལྔ་དང་ལོ་གཉིས་བྱས་འདུག་པ་དེ་གའི་དེ་དེང་སང་ད། ཅིག་བོད་གངས་ཅན་གྱི་ལྗོངས་ཀྱི་བསྟན་སྲིད་ཀྱི་ཁུར་ཡོངས་རྫོགས་ལོག་གི་འགན་བཞེས་པའི་དེ་སྲིད་སྐྱོང་ནས་བྱས་པ་ཅིག་གི་འདུག་ཆེ་ཆེ་ཞལ་གནང་མཁན་ཅིག་གི་ཆགས་དེ་ཡོད་རེད། ཨོ་ད་དེ་གའི་དེ་དངོས་གནས་དྲང་གནས་དཔལ་དུ་ཆགས་སུ་ཚུལ་པོ་འདི་འདྲའི་ཅིག་ཡོང་དུ་ཡ་དེ། ཚང་མ་བློ་རྒྱ་བ་ཤིས་ནོར་བུ་ཐུགས་རྗེ་བཀའ་དྲིན་བསྟན་ནས་ད་བྱུང་བདེ་བོ་ཆེ་རེད་འདུག་བ་ནིའུ་ཡོག་ཐའི་ལེན་ང་རང་ཚོ་གྲོས་ཆོག་ཚོགས་པ་འདི་འདྲའི་ཅིག་ཚོགས་རྗེས་ད་འདི་འདྲའི་ཅིག་འདིའི་ནང་འདིར་ཡ་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་བབས་པ་ཙམ་མ་རེད་ད་གང་ལྟར་འདི་འདྲའི་ཅིག་གི་བས་འདུག་ཚང་མ་བློ་གང་ལྟར་བཀའ་འགྱུར་པོ་ཏི་བརྒྱ་དང་བསྟན་འགྱུར་པོ་ཏི་ཉིས་བརྒྱ་བོད་ཡིག་འདུག་ཕྱིར་གློག་བརྙན་གྱི་རིགས་སུ་གཏོགས་པ་འདི་གའི་དེ་ཚང་མ་ལོ་སེམས་འུ་ཆུ་གཅིག་འདྲིལ་གྱི་ཐོག་ནས་འདུག་ཕྱིར་ཚོགས་ཡག་འདི་གའི་དེ་ཚང་མ་ལོ། ད་ཕུག་ཚ་ཕུག་ཚ་ཅིག་ཡར་དལ་གསུངས་པ་ཡིན་ན། ད་རྒྱ་བོད་ཤིང་ནོར་བུའི་ཐུགས་རྗེ་བཀའ་དྲིན་ལྡན་ནས་བྱུང་འདོད་པ་ཅིག་དེ་ཏན་ཏན་རེད་འདུག་བསམ་པར་ཅིག་ང་རང་ད་རང་ཞོགས་ཀྱི་དེ་འདྲའི་ཚོར་བ་ཅིག་སྐྱེས་སོང། ཁྱེད་རང་ཚོས་དེ་འདྲའི་ཅིག་དགོས་མཁོ་ཡོད་རྒྱུ་རེད། ཨོ། ད་འདི་དངོས་གནས་དྲ་གནས་ཀྱི་ནུས་པ་ཡི་ཆེན་པོ་ཞེ་བོ་ཅིག་རེད་འདུག་བ། ཨོ། གཅིག་ནས། སོ་སོའི། རིག་གཞུང། གོམས་གཤིས། དེ་གའི་དེ། མི་ཉམས་པ། ཉམས་པ་སོར་བཅུད་དེ་འདྲའི་ཅིག་གི་ཐོག་ལ་ཡང་འདི་འདྲའི་འདི་འདྲའི་གི་ཐོག་ནས། ང་ཚོ་དེ་མི་རྒན་པ་རེད། ད་ཆ་ཆེན་བྱེད་སྒོར་གྱི་རེད། ད་ད་ལྟ་གཅིག་འདི་ན་ལ་ཡོད་པའི་ལོ་བཅོ་ལྔ། ལོ་ཉི་ཤུ་པ། ལོ་ཉི་ཤུ་རྩེ་ལྔ་པ་འདི་གས་དེ། གཞི་ནས་ད་གཅིག། ཨོ་ད། འགྲོས་ཕྱོགས་འདི་འདྲི་གཅིག་འཚོ་ཡ་འདུག་ཨ། འཚོ་བ་འདི་འདྲི་གཅིག་འཚོ་རྒྱུ་འདུག་ཨ། དགེ་འདུན་མང་འདི་འདྲི་གཅིག་འཕེལ་རྒྱུ་འདུག་ཨ། མི་ཡིན་དངོས་གནས་རྒྱ་གར་འཕགས་པའི་ཡུལ་ལ་ཡ་རབས་ཅུང་ངུ་མེད་ཀྱི་བསྡད་གོས་དཀར་ལྕང་ལོའི་བསྡད་སྲིད་བསྡད་གཉིས་ཀྱི་བཀའ་མོལ་དེ་ཡོག་མ་རེད། ཡིན་ན་ཡང་མཁན་སློབ་ཆོས་གསུམ་གདན་འཛོམས་ནས་བོད་གངས་ཅན་གྱི་ལྗོངས་ལ་ཡང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་མཁན་ཆེན་ཤཱནྟ་རཱ་ཀྱི་དང་གདན་འདྲེན་ཞུས། སློབ་དཔོན་ཐུགས་རྗེ་ཅན་གུ་རུ་པདྨ་སམ་བྷ་བ་གདན་འདྲེན་ཞུས་མཁན་སློབ་ཆོས་སྲུང་གདན་འཛོམས་པའི་ཐོག་ནས་གཡས་གྲལ་ལ་རབ་བྱུང་ངུར་སྨྲིག་གི་སྡེ་གཡོན་གྲལ་ལ་གོས་གང་ལྕགས་ལོའི་སྡེ་ཟེར། ད་མདོའི་མངའ་བདག་ཁྲི་རལ་གྱི་སྐབས་ལ་ཡིན་ན་སོ་སོའི་དབུ་ཡི་རལ་པ་དེ་ནས་མ་དར་སྦྱངས་བཏང་གནང་རྗེས་འདུག་ཟེར་ནས་རབ་བྱུང་ངུར་སྨྲིག་གི་སྡེ་ལ་ཡང་བརྩི་བཀུར་གནང། གོས་དཀར་ལྕང་ལོའི་སྡེ་ལ་བརྩི་བཀུར་གནང། ཨོ་ད་དེ་འདྲས་དེ་འདྲས་ཅིག་གིས་བོད་གངས་ཅན་གྱི་ལྗོངས་ལ་ཡ། དར་དེད་པ། ཨོ་ད་དེ་གས་དེ་ཚང་མ་ལོ་ད་ལན་ང་རང་ཚོ་འདུག་སི་ཡ་འཛོམས་མཇལ། ཨོ་དེ་འདྲས། ཆོས་ལ་ཡ་འདུག་སི་ཅེས་སྤྱོད་རྒྱུ་བྱུང་བསྡད་པ། ཨོ་དེ་གས་དེ། ད་སོ་སོའི་ཕ་མེས་ཀྱི། རིག་གཞུང་གོམས་གཤིས་ཆོས་དེ་གས་དེ། ཉམས་པ་སླར་གསོ་མི་ཉམས་གོང་འཕེལ་བྱེད་ཡ། གཞོན་པ་ཚོ་ལ་ཡ། ཅིག་ད་ཉམས་མྱོང་བསགས་ཡ། ཨོ་ཡང་ཉིད། ཁོ་ཚོ་མི་ཚེ་གང་པོ་ལོ་བཅུ་བཅོ་ལྔའི་སྒང་ལ་བསྡད་གི་མ་རེད། ཁོ་ཚོ་མི་ཚེ་གང་པོ་ལོ་ཉི་ཤུ་རྩ་གྲངས་སྒང་ལ་བསྡད་གི་མ་རེད། ནམ་ཞིག་གི་ཚེ་མི་རྒན་པ་ཆགས་གི་རེད། རྐང་ཀླད་ངན་ཆགས་གི་རེད་རྒན་ཀླད་ངན་ཆགས་གི་རེད། གཞོན་པ་ཚ་བོ་ཚ་མོ་སྤུ་གུ་བུ་ཕྲུག་ལ་ཡང་འདི་འདྲས་མ་རེད་འདི་འདྲས་རེད་ཟེར་མཁན་ཅིག་གི་རྒྱུས་དོན་བྱེད་མཁན་ཅིག་ཆགས་གི་རེད། ཁོ་ཚོ་ལ་ཡང་ཉམས་མྱོང་ཆེན་པོ་བསགས་ཐུབ་ཡག་ཅིག་གི་སྔོན་ནས་མིག་ལྟོས་བཟང་པོ་ཞིག་ཡོང་ཐུབ་ཡག། ད་འདི་ང་རང་ཚོ་གིས་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དང་བོད་གངས་ཅན་གྱི་ལྗོངས་ཀྱི་སྟག་སྨུག་ནས་དྲངས་ནས་སོ་སོའི་མི་རིགས་རིག་གཞུང་ཆོས་དང་བཅས་པ་དེ་གའི་སྟེ་མི་ཉམས་གོང་འཕེལ་ཡོང་ཐད་དེ་བསོད་ནམས་ཀྱི་མཐུ་ལ་བརྟེན་ནས་དགོས་ཀྱི་ཡོད་པ་ནི་ནི་བརྒྱ་ཆ་བརྒྱ་ཐམ་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་རྒྱ་ཆེར་རོལ་པའི་མདོ་ཡི་སྐབས་ལ་གསུངས་པ་རེད། བསོད་ནམས་རྣམ་སྨིན་བདེ་སྟེར་སྡུག་བསྔལ་ཐམས་ཅད་སེལ། བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ། བདུད་འཇོམས་གནས་ནས་བྱང་ཆུབ་མྱུར་དུ་རེག་པར་འགྱུར། མྱ་ངན་ལས་འདས་ཞི་བ་སེལ་བའི་དངོས་པོའང་ཐོབ། ཏི། དེ་ག་ཚོད་མི་སྙན་ངག་མཁན་ཅིག་གིས། མཁས་པོ་སྙིང་པོ་ཆེ་ན་རྩོམ་བཞག་པའི་སྐད་ཆ་མ་རེད། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཁོང་རང་རང་གི་ཞལ་ནས་གསུངས་བཞག་པའི་བཀའ་འགྱུར་ནང་ལ་ཡོད་བསྡད་པའི་མདོ་རྒྱ་ཆེར་རོལ་པའི་ཚིག་རེད། དེའི་ག་རེ་གསུང་གི་འདུག། ད་བསམ་དོན་འགྲུབ་དགོས་ཀྱི་ཡོད་ན་བསོད་ནམས་དང་ལྡན་པ་དགོས་ཀྱི་རེད། བསོད་ནམས་ལྡན་པའི་མི་དེ་གི་བསམ་པ་གང་ག་འགྲུབ་ཐུབ་ཀྱི་རེད། བདེ་བ་གང་ག་སླེབས་ཀྱི་རེད། སྡུག་བསྔལ་ཐམས་ཅད་སེལ་ཐུབ་ཀྱི་རེད། བསོད་ནམས་ལྡན་པའི་མིའི་བསམ་པ་ནམས་ཀྱང་འགྲུབ། ཨ་ནི། ད་འདོད་པའི་བསོད་ནམས་པའི་ཟེར་ཡ་དེའི་ནང་དེ་ལ་ཡ་གནས་སྐབས་ཀྱི་བསྒྲུབ་བྱ། མཐར་ཐུག་གི་བསྒྲུབ་བྱ། འོ་ད་མཐར་ཐུག་གི་བསྒྲུབ་བྱ་སྐད་ཆ་བཤད་སོང་ན་བདུད་བཅོམ་ནད་ནས་བྱང་ཆུབ་མྱུར་དུ་རེག་པར་འགྱུར་ཟེར་ནས་སྦས་ཏེ་སངས་རྒྱས་ཀྱི་གོ་འཕང་ཚུན་ཆད་བསོད་ནམས་ལ་རག་ལས་ཀྱི་རེད་ཟེར་དེ་དེ་རེད་ཡ་རེད་བ། མགོན་པོ་ཀླུ་སྒྲུབ་ཀྱི་གསུང་གི་དུ་བ། རྒྱལ་བ་འདི་ཡི་སྐྱེ་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་རྫོགས་ཤིག་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་སྐུ་གཉིས་ཐོབ་པར་ཤོག་ཟེར་ནས་མགོན་པོ་ཀླུ་སྒྲུབ་ཀྱི་རིག་པ་དྲུག་ཅུ་བ་གི་འཇུག་སྒོའི་སྨོན་ལམ་དེ་རེད་བ། གང་ལྟར་ང་རང་ཚོ་འདུག་བྱས། བྱེད་སྒོ་རྣམ་གཞག་མི་འདྲ་མི་འདྲ་བ་དེ་འདྲའི་ཅིག་ཚོགས་གནང་གི་ཡོད་རེད། འོ་ད་འདི། ད་ལན་འགྲུབ་ཅིག་ང་འདའི་བཅའ་བ་ད་དཔེ་མཚོན་འགྲུབ་ཤེས་ན་འགྲོ་ཆོག་གི། དེ་འདྲའི་ཅིག་གི་ཐོག་ནས་ང་འདའི་ད་ད་ལན་སླེབས་པ་ཅིག་རེད། ནིའུ་ཡོག་གི་བོད་རིགས་སྤྱི་ཁང་ཕུན་ཚོགས་སྡེ་བཞི་འདི་འདྲ་བོ་ཅིག་གི་ནང་ལ་ཡིན་ན། ད། བྱེད་སྒོ་རྣམ་གཞག་བྱེད་དུས་འདྲ་མིན་སྣ་ཚོགས་ཀྱི་དཔེ་གནང་གི་ཡོད་རེད། ས་རྒྱ་སྔོན་འཇོག་ནས་དཔེ་གནང་གི་ཡོད་རེད་བཀའ་རྒྱུད་སྔོན་འཇོག་ནས་དཔེ་གནང་གི་ཡོད་ཀྱི་རེད། དེ་ནས་རྙིང་མ་སྔོན་འཇོག་ནས་དཔེ་གནང་གི་ཡོད་ཀྱི་རེད་དགེ་ལུགས་སྔོན་འཇོག་ནས་དཔེ་གནང་གི་ཡོད་ཀྱི་རེད། ད་གང་དག་ཆོས་བརྒྱུད་ཆེན་པོ་གཡུང་དྲུང་བོན་དང་བཅས་པའི་ག་འདྲའི་ག་འདྲའི་ཅིག་ཨོ་འདུག་སི་དཔེ་བལྟས་ཡ་དེ་གི་དེ་ཚང་མ་ལོག། གང་ལྟར་ཆོས་ཕྱོགས་ཀྱི་བྱེད་སྒོ་ཅིག་ཡིན་བསྡད་པ། ཨོ་དེ་བསོད་ནམས་སྒྲུབ་པའི་གི་བྱ་བ་ཅིག་ཡིན་བསྡད་པ། ཨོ་ད་བསོད་ནམས་དེ་གི་དེ་སྡོམ་ཐོ་བརྒྱབ་པ་ཡིན་ན། མགོན་པོ་ཀླུ་སྒྲུབ་ཀྱིས་གསུངས་དེ་ལྟར་གང་ལྟར་ང་ཚོས་ཕྱག་འཚལ་བསྐོར་ར་བསྐོར། ལག་པ་ཕྲེང་བ་འཁྱིལ་གང་དང་གང་བྱས་པ་དེ་གས་དེ་ཚང་མ་ལོ། སྡོམ་ན་སྣ་ཁ་གཉིས་ཀྱི་ནང་ལ་སྡོམ་དགོས་རེད། བསོད་ནམས་ཀྱི་ཚོགས། ཡང་མེད་ན་ཡེ་ཤེས་ཀྱི་ཚོགས་དེ་གཉིས་གཉིས་ཀྱི་ནང་ལ་འདུག་དགོས་བ་རེད། འདུག་དགོས་བའི་རྒྱུ་ཚན་ག་རེ་རེད་བྱས་པ་ཡིན་ན། བསོད་ནམས་ཀྱི་ཚོགས་ལ་བརྟེན་ནས་སངས་རྒྱས་ཀྱི་གཟུགས་ཀྱི་སྐུ་འགྲུབ་ཐུབ་ཀྱི་རེད། ཡེ་ཤེས་ཀྱི་ཚོགས་ལ་བརྟེན་ནས་སངས་རྒྱས་ཀྱི་ཐུགས་ཡེ་ཤེས་ཆོས་ཀྱི་སྐུ་དེ་འགྲུབ་ཐུབ་ཀྱི་རེད། དམ་པ་སྐུ་གཉིས་ཟེར་ནས་གཟུགས་སྐུ་དམ་པ་དང་ཆོས་སྐུ་དམ་པ་གཉིས་འགྲུབ་ཡ་དེ་ལ། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཚོགས་གཉིས་སྒང་ལ་ཡ་འདུག་དགོས་བ་རེད་དེ་འདྲ་ཡིན་ཙང་ང་ཚོའི་ཅིག་དགེ་བ་བསགས་ཚད་སྒང་ཀ་དེ་གཉིས་གཉིས་ཀྱི་ནང་ལ་ཡ་འདྲིས་ཐུབ་པ་དགོས་བ་རེད་ཅེས་ཅེས་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་བསྡད་པ་དེ་རེད་དེ་འདྲ་ཡིན་ཙང་ཅིག་ང་རང་ཚོའི་མང་ཚོགས་ཀྱིས། ཅིག་ཚོགས་ཁང་བཟང་པོ་འདི་འདྲའི་ཅིག་གི་ནང་ལ་ཡ་ཨ་ནི་ཆོས་ཕྱོགས་ཀྱི་བྱེད་སྒོ་འདྲ་མིན་སྣ་ཚོགས་འདུག་སི་པེ་ཡ་དེ་གས་དེ་གས། ཨོ་གཞོན་སྐྱེས་ཚོ་ལ་ད་ལྟ་ངས་ཞུས་མ་ཐག་པ་ཅིག་གི་མིག་ལྟོས་བཟང་པོ་དང་ལམ་སྟོན་བཟང་པོ་འོ་དེ་འདྲའི་ཅིག་ཡོང་ཐུབ་པ་ཙམ་དུ་མ་ཟད་པའི། གནས་སྐབས་ཀྱི་བསྒྲུབ་བྱ་མཐར་ཐུག་གི་བསྒྲུབ་བྱ་ཨ་ནི་བུའི་བསྟན་སྲིད་ཀྱི་དོན་དག། རྒྱལ་བ་ཡིད་བཞིན་ནོར་བུ་སྐུ་ཚེ་ཞབས་པད་བསྟན་ཡག་གི་དོན་དག་དང་ཡོངས་སུ་རྫོགས་པ་བསོད་ནམས་ལ་རག་ལས་ཀྱི་ཡོད་དད་པ་ཚོགས་གསོག་པ་ལ་རག་ལས་ཀྱི་ཡོད་དད་པ་དེ་འདྲ་ཡིན་དུས་འོ་འདི་ག་དེ་དངོས་གནས་ཀྱིས་མི་གཅིག་གིས་ཚོགས་གཉིས་གསོག་བསྡད་པ་ལས་མི་མང་ཚོགས་ཡར་འཛོམས་རྗེས་ཨ་ནི་ཚོགས་བསགས་པ་དེ་རླབས་ཆེ་བ་ཡོད་དད་པ། དཔེར་ན་ཕྱགས་མ་རྐང་གཅིག་གིས་གས་ཆབ་བསལ་ཏེ་གས་ཆབ་ཐུབ་ཡ་གཅིག་ཡོང་ང་སྲིད་ཡ་གཅིག་མ་རེད་བ་རྐང་གཅིག་རང་གཅིག་གིས་སྟབས་ཆང་མའི་ཆུན་པོ་གཅིག་གིས་ཨ་ནེ་ཁོ་རྡོག་རྡོག་ཟོས་རྗེས་སྨྱུག་མ་བབ་པོ་དེ་ཆུན་པོ་གཅིག་ཟོས་རྗེས་དེ་རྡོག་རྡོག་ཟོས་ནས་གས་ཆག་པ་ཡིན་ན། ཁོ་དེ་ལ་བབ་པ་གཅིག་གིས་ཨེ་ནེ་ཁོ་གས་མགྱོགས་ཆག་ཆག་ཐུབ་ཡ་གཅིག་ཨོ་དེ་འདྲས་ཅིག་ཡོང་སྡད་གང་ལྟར་ཚོགས་ཟས་དེ་ཚོགས་པ་ཟས་འདི་ནུས་པ་ཆེན་པོ་ཞིག་ཡིན་སྡད་པ། ཨོ་ད་དེ་འདྲས་ཅིག་ཡིན་དུས། མང་ཚོགས་འདུག་སུ་འཛོམས་རྗེས་དུས་ཚོད་སྟོན་རྗེས་ཨེ་ནེ་ཅིག། སྒྲོལ་མ་འབུམ་སྡེ་གིས་མཚོན་པའི་དཔང་འདི་འབྲས་ཀྱི་ཐོག་ལ་མིའི་མ་སྐུལ་དྭངས་བླངས་བྱས་འདུག་ཅེས་འཛོམས་གནང་པ་དེར་ངའི་ངོས་ནས་དཔེར་ཏེ། རྗེས་སུ་ཡི་རངས་ཞུ་གི་ཡོད། དེ་འདྲའི་ཡ་ག་ལ་བསམ་པར་ཅིག་ཞུ་གི་ཡོད་བསམ་མནོའི་ནང་ལ་འཚོ་བ་ཁོ་བོ་དུ་ག་རེ་ཟེར་ང་ཕྱི་ལོགས་ནས་ཡོང་བའི་མི་ཅིག་རེད་བ། ཨོ། ནིའུ་ཡོག་ལ་འདི་འདྲའི་ཅིག་མི་ཚང་མ་བྲེལ་ལྷ་ཚ་བོ་ཞེ་བོ་ཅིག་ཡོད་རེད་དེ། བྲེལ་ལྷ་ཚང་མ་བཞག་ནས་འདི་འདྲའི་ཅིག་གི་འཚོ་བ་གནང་གི་འདུག་མང་ཚོགས་ལ་ཡང་དད་འདུན་དེ་འདྲའི་ཞིག་འདུག་སྐུ་ཞོགས་དེ་གས་དེ་འདི་འདྲས་ཅིག་གནང་གི་འདུག་ཨོ་དེ་ལ་ཡང་མཉམ་རུབ་འདི་འདྲས་ཅིག་ཡོང་གི་འདུག་ཆིག་སྒྲིལ་གི་ཐོག་ནས་འདི་འདྲས་ཅིག་བྱེད་ཀྱི་འདུག་ད་འདི་གི་དངོས་གནས་དྲ་གནས་ཚོགས་གཉིས་རྫོགས་ཡག་ལ་ཏན་ཏན་ཅིག་ཡོང་གི་རེད་འབྲས་བུ་བཟང་པོ་བྱས་ཏེ་ལོས་ཡོང་ཨོ་ད་དེ་འདྲས་ཡིན་པའི་ཆ་ནས་ཨ་ནི། ད་ཐོག་མདའ་གཉིས་ལ་བྱ་བ་གཉིས་ཟེར་ནས་ཀུན་སློང་དེ་གལ་ཆེན་པོ་བཞི་བོ་ཡིན་བསྡད་པ། འཇུག་སྒོ་བསྔོ་བ་སྨོན་ལམ་དེ་གལ་ཆེན་པོ་བཞི་བོ་གཅིག་ཡིན་འདས་པ། ཨོ་དེ་འདྲས་ཡིན་ཙང་ང་ཚོ་ད་དེ་རིང་ནས་བརྩིས་པའི་ཉི་མ་ལྔ་རེད་ད་འདི་འགྲོ་ཆོག་གོ་ལ། ང་ཚོ་ཉི་མ་ལྔ་གི་རིང་འདིར་ཡ་ཨོ་མགོ་བསྐུར་ལུང་རྣམ་དག་ཅིག་ཨ་ནི་འཇུག་བསྔོ་བ་སྨོན་ལམ་རྣམ་དག་རྒྱས་གདབ་ཅིག་དགོས་ཡ་དེ་ད་གལ་ཆེ་དོན་ཆེན་ཅིག་ཡིན་འདས་པ་དེ་ནི། ཕལ་ཆེར་ངས་ཞུ་དགོས་དགོས་མ་རེད་ཚང་མས་མཁྱེན་དེ་ཡག་རེད་ད་ལྟ་འདིའི་ནང་ལ་ཡ་ནང་ཆོས་ངོས་སྤྲོད་དང་དེ་འདྲས་ད་སྤྱི་དང་སྒེར་དང་ཚོགས་པ་དང་དེ་འདྲས་མང་པོའི་ཐོག་ནས་དེ་འདྲས་བྱས་ད་དེང་སང་མང་ཚོགས་དེ་ལོ་གཞོན་པ་ཚོ་ལ་ཡ་དེའི་ཐུགས་སྣང་ཆེན་པོ་ཡོད་བསྡད་པ་ད་འདི་གས་དེ་ད་དངོས་གནས་གལ་ཆེ་དོན་ཆེ་ཞི་བོ་རེད་བསྡད་འདུག་བ། རྒྱལ་བ་ཡིད་བཞིན་ནོར་བུས་ཡང་ཡང་ཡང་བཀའ་གནང་གི་ཡོད་བ། ཨོ་ངས་མ་ཡིན་ན་ཁྱེད་བཙུན་བཟང་གསུམ་ཞུ་ཡ་དེ་ཕལ་ཆེར་དགོན་པའི་ནང་གི་ད་གྲྭ་བཙུན་གཉིས་དེ་གས་དེ་ལ་ཡ་ད་ཕལ་ཆེར་དག་བདེ་བས་སོ་རུ་ཅིག། དེ་འདྲ་ཞིག་ད་ཁྱེད་བཙུན་བཟང་གསུང། ཅིག་པའི་བསྟན་སྲིད་བདག་པོ་གྱ་ངན་འོ་ད་དེ་གས་དེ་ཚང་མ་ལ་དགོན་པའི་ནང་ལ་ཡོད་བདེ་བ་རུ་ཅིག་དེ་དེ་སྤྱི་དང། བོད་པ་སྤྱི་གོ་དང་ཧི་མ་ལ་ཡའི་སྤྱི་གོ་རེད་མི་འདུག་ཨང། འཛམ་གླིང་ཁྱོན་ཡོངས་ལ་སྔས་མ་ལོ་བརྒྱ་ཕྲག་གསུམ་བཞི་ལྔས་ལ་དེ་ག་རེད་བསྡད་འདུག་ཨང། ད་ལྟ་འདི་ག་རིང་གོ། Oxford University། Harvard University སེ་ལུ་དང་དེ་འབྲེལ་གྱི་མཐོ་རིམ་སློབ་གྲྭ་སྐད་གྲགས་ཆེན་པོ་སྐད་གྲགས་ཆེན་པོ་ཁག་སྙེ་མ་ཡེ་ཤུ་གི་ལྷ་ཁང་སོགས་རེ་དེ་འདྲ་རེ་དེ་དུ་བ་དགོན་སྡེ་ཁག་དེ་ལ་ཡང་ཡེ་ཤུ་གི་གྲྭ་པ་སྟོང་ཕྲག་ཡོད་རེ་སྟོང་ཕྲག་ཡོད་རེ་ཟེར་ཅིག་རེ་དེ་དུ་བ། ད་ཁོ། ད་ལྟའི་ཆ་ལ་ཡིན་ན། ད་དེ་དགོན་པ་གཅིག་གི་གྲྭ་བཙུན་གཅིག་གི་བདག་པོ་རྒྱག་ཡ་གི་སྤྱི་ཁོག་སྐད་ཆ་མ་ཡིན་པ་མང་ཚོགས་ཀྱི་ཐོག་ལ་ཡ་ད་བལ་ཏེ་ཤེས་ཡོན་གཅིག་གི་བསྟི་གནས་ཆེན་པོ་གཅིག་ཆགས་ཅིག་དེ་འདྲ་རེ་དེ་བ་དེ་དེ་འདྲ་རེ་ཟེར་གི་དུ་བ། དེ་ང་ལས་ཁྱེད་རང་ཚོ་མང་ཁྱེད་ཀྱི་རེ་བ། ད་དཔེ་དེ་ནས་བྱིན་ཅིག། ཨོ། ད་ལྟའི་དུས། བཟང་གསུམ་ཟེར་ནས་མཁས་པ་ཡིན་པ་བཙུན་པོ་ཡིན་པ་བཟང་པོ་ཡིན་པ་དེ་གྲྭ་བཙུན་གཅིག་གོ་དགོན་པ་གཅིག་གོ་གི་ལས་ཀ་མ་རེད། མང་ཚོགས་ཀྱི་ཐོག་ནས་མཁས་བཙུན་བཟང་གསུམ་ཟས་དེ་གལ་ཆེན་པོ་རེད། བྱས་རྗེས་ཡིད་བཞིན་ནོར་བུ་ཡང་ནས་ཡང་དུ་བཀའ་གནང་གི་ཡོད་པ་རྒྱལ་བ་ཐམས་ཅད་མཁྱེན་པས། ཨོ། ད་དེ་ཏན་ཏན་རེད་དེ་འདྲས་ཡིན་དུས་ང་རང་ཚོ་འདི་བ་ལ་ཡར་བཅིངས། སྒྲོལ་མ་འབུམ་སྡེ་གིས་མཚོན་པའི་མཚོ་ཚོགས་ཐང་གི་གཞན་དོན་གྱི་རིམ་པ་ག་རེ་ག་རེ་གོ་གི་ཡོད་མེད་དེ་ཡང་ཁྱེད་རྣམས་སུ་མཁྱེན་དགོས་ཡ། ཨ་ནེ་འགྲོ་འདུག་སྤྱོད་གསུམ་གྱི་ཐོག་ལ་ཡ། ཡ་རབས་བཟང་སྤྱོད་ག་འདྲ་ཅིག་གོ་གི་ཡོད་དེ་བ་དེ་ཡང་མང་ཚོགས་ཀྱིས་མཁྱེན་དགོས་ཡ། ད་དེ་ནས་ཅིག་ད་དུ་ཚོ། བཟང་པོའི་ཡོན་ཏན་རྣམས་ལ་ཡི་དེ་དགོས་གོ་རེད། མཁས་པའི་ཡོན་ཏན་རྣམས་ལ་ཡི་དེ་དགོས་གོ་རེད། བཙུན་པའི་ཡོན་ཏན་རྣམས་ལ་དེ་ཚོ་དགོས་གོ་རེད། ཨོ་དེ་འདྲས་ཡིན་དུས་ད་ང་ཚོ་ད་ལན་སྒྲོལ་མ་འབུམ་སྡེ་གཅིག་གོ་གཅིག་ལ་ཡང་མ་ཡིན་པ་འདས་ཉི་མ་ལྔ་ལ་ཡང་ཅིག་ཆོས་བཤད་ཡག་གི་ཅིག་འཛིན་གྲྭ་ཅིག་ཚུགས་གནང་ཡག་ཅིག་དུས་ཚོད་ཅིག་བཏོན་གནང་འདུག་བ་དེ་མང་ཚོགས་ལ་བྱས་ན་དངོས་ནས་གལ་འགངས་ཆེན་པོ་ཡིན་པ་རེད་ད་ང་བཤད་ངན་གི་ངོས་ནས་ཁབ་ཐོབ་ཞེ་དྲག་མི་འདུག་བ་ད་ཁོ་ཅིག་ཆ་ཚང་གཅིག་དང་ཡོངས་སུ་རྫོགས་པ་ཞུ་ཐུབ་ཡག་གི་ངའི་རྣམ་དཔྱོད་ནང་ཆ་ཚང་གཅིག་མི་འདུག་ད་ཡིན་ན་ཡང་གང་ཐུག་ཐུག་ཅིག་གིས་ད་ནི་རྒྱ་སེ་ལ་ལན་སོ་བདུན་གི་འདིའི་ཐོག་ནས་མ་ཞུ་རྒྱུ་བཅས་རྣམ་པ་ཚོའི་ཐུགས་སྣང་གནང་རྗེས་གསན་རྒྱུ་བཅས་འོ་ད་ད། མགོའི་གླིང་བརྗོད་ཚོད་རུ་དེ་ད་དེ་འདྲས་ཅིག་རེད།